ད་ཇི་སྟེ་སྒྲོལ་མ་ཀྱི་ལོ་རྒྱུ་དང་འབྲེལ་བའི་གི་ཐོག་ལས་མ་དེ་རིམ་པ་བཞིན་དུ་བའི་ཞུ་དུས་ཡུས་ད་ཧ་ལམ་ཞུ་ཚ་ཡི་སེ་ཞུ་ནས་ལ། ད་ད་རེས་ཀྱི་ཀ་སུ་བ་བ་དེ་ང་ཅའི་ཇི་སྟེ་སྒྲོལ་མ་ཀྱི་སྐུ་གཟུགས་ཀྱི་ཐོག་ལུ་ད་འབྲེལ་བཤད་དེ་མ་ཕུལ་ནི་ཡིན་སེ་ཞུ་དོ། འདི་ཡང་དེ་ད་ང་ཅ་ར་ཀྱི་ན་གཞོན་དེ་བ་ད་བ་ས་ནས་འདུ་བའི་ལུ་ཞུ་མི་ཅིག་གི་དེ་རེ་བ་དེ་དེ་བས་གནང་མེད་དེ་ཨ་ནི་བས་ནི་དེ་གི

ཁ་ཆེ་ལགས། ས་ཆུ་མེ་རླུང་ཟེར་བ་དཔེ་མཚོན་ཙམ་ཞུ་བ་ཡིན། ས་ཆུ་མེ་རླུང་ཟེར་ང་ཚོའི་ཕ་རྣམ་པ་ལོ་རྟགས་འམ་ད་ལོ་དེ་ཤེས་བྱ་གི་ཆོས་དེ་ལོ་ས་ཆུ་མེ་རླུང་ཟེར་ཡང་ཅིང་ཁམས་བཅོ་བརྒྱད་ཟེར་ཨ་ན་གསུམ་གི་སྡེ་ཚན་ལས་ཤག་ཅིག་མ་ཕྱིས་འཇོག་ནུས་ལ་ཀ་བ་བུམ་པ་ལ་སོགས་པ་ཟེར་ས་ཆུ་མེ་རླུང་ཟེར་རིམ་པ་བཞིན་དུ་ལས་ཤག་ཅིག་ཨེ་ནི་ཡོད་དེ་ཨིན་རུང་དེ་ཚོའི་གི་གནས་ཚུལ་ཟེར་བ་མེད་ཕ་དོན་ངོ་མ་མཐར་ཐུག་གི་གནས་ལུགས་དེ་ཕི་ཏུ་ཅི་རང་ཡིན་ཟེར་དེ་ག་ཆེན་པོ་ང་ཚོའི་སྟོང་ཉིད་ཀྱི་རང་བཞིན། རང་བཞིན་གྱིས་མ་གྲུབ་པ་དེ་དེ་ཕུལ་དུ་ཅི་ར་སྐྱོ་ར་བྱེད་པས་ཡིན། ཨཱ་ནི་གི་ཕུལ་དུ་བྱེད་དེ། རྗེ་བཙུན་སྒྲོལ་མ་གྱིས་མ་ལུས་པ་ཡོངས་སུ་བཟོད་པ་གསལ་རིག་རིག་པས་དེ་རྟོགས་པའི་གི་དོན་དག་ཡིན་ཟེར་གསུངས་མོད། ད་རྟོགས་ཟེར་མོད་དེ་ཧ་གོ་བའི་གི་དོན་དག་དེ་ཡིན་ཟེར་ཞུ་ནི་ལ། ད་ནི་བ་ད་ལོ་ཤེས་བྱེད་ཀྱི་ཆོས་ཐམས་ཅད་ཀྱི་གནས་ལུགས་དེ་དག་གསལ་པོ་བས་ཧ་གོ་བའི་གི་དོན་དག་དེ་ལུགས་དམིགས་ཤིང་ན་བས་དེ་རྗེ་བཙུན་སྒྲོལ་མ་ལོ་ཞེས་ཅིག་ཡོད་པའི་གི་དོན་དག་དེ་ཨཱ་ནི་ཡིན་པས་ཟེར་ཞུ་ནི། དེ་ལས། ལྷ་ཚོགས་དེ་ཚོ་ལ་ཁ་དོག་ཡང་མ་འདྲ་བོ་མ་འདྲ་བའི་ལས་ཤར་བྱུང་བ་ནི་ཡོད། ད་རྗེ་བཙུན་སྒྲོལ་མ་ཀྱི་ཁ་དོག་ཟུང་ཆེ་བལ་བ་ཅན། ད་ལྗང་ཁུ་ཡིན་པའི་བ་མོ་ཞིག་ལ་ཨིན་ཀེ་ན་བལ་བ་ཅན Green ཡིན་པས་ལ། ད་འང་ནི་ཁ་དོག Green ཡོད་པའི་གི་དོན་དག་གི་དགའ་ཆུ་མོ་ཟེར་བ་ཅན། ལས་ཐམས་ཅད་ལ་དབང་བའི་གི་དོན་དག་ཡིན་གསུངས་མེད། ད་ལས་ཐམས་ཅད་ལ་དབང་འོག་སོགས་ལས་བཟོ་ད་ལོ་ད་སྟོད་ཀྱི་ནམ་རྒྱུན་གྱི། ད་རྒྱུ་འབྲས་ཀྱི་ལས་དེ་མེད་ལས་རྒྱུ་འབྲས་ཟེར་བའི་གི་ལས་དེ་མེད། ད་སྟོད་ཀྱི་ལས་ཟེར་མེད་དེ། གཞི་རྗེས་དབང་དྲག་གི་ལས་ལབ་པའི། ལས་བཞི་ཡོད་པའི་ང་ཅི་དེ་ད་བདག། སྔགས་བླ་མེད་ཀྱི་ཟེར་ནའི་དྲག་ང་ཅི་སྔགས་སྔགས་ཀྱི་སྐབས་སུ་གི། ད་ལོ་རྒྱུ་ཅི་ཡང་ནི། གཞི་རྗེས་དབང་དྲག་གི་ལས་ཟེར་རྩིས་ནས་ཡོད་པའི། ད་གཞིས་བྱེས་དབང་དྲག་གི་ལས་དེ་ལོའི་ཁ་དོག་སོ་སོ་སོ་ཡོད་པས་དཔེར་ན་ཞི་བའི་དགེ་ལས་ལོ་ཁ་དོག་དཀར། དེ་ལས་རྒྱས་པའི་དགེ་ལས་ལོ་ཁ་དོག་སེར། དེ་ལས་དབང་གི་ལས་དེ་ལོ་ཁ་དོག་དམར། དེ་ལས་དྲག་པོའི་དགེ་ལས་ལོ་ཁ་དོག་གནག་པའི་ཨ་ནེ་བས་ཡོད་པས་ད་ལྗང་ཁུ་དེ་ཨ་ནེ་གཞིས་བྱེས་དབང་དྲག་གི་ཁ་དོག་གི་ནང་ན་ལོ་མིན། དེ་བས་ན་དེ་གི་ལྗང་ཁུ་དེ་ཨ་ནེ་གཞིས་བྱེས་དབང་དྲག་གི་ལས་ཞིབ་ཆ་ར་ལོ་དབང་བས་ཀྱི་དོན་དག་ཡིན། དེ་བས་ན་དེ་གི་རྗེ་བཙུན་སྒྲོལ་མ་མ་རང་གཞིས་བྱེས་དབང་དྲག་གི་ལས་ཐམས་ཅད་ལོ་དབང་ཚུགས་པས་ཀྱི་དེ་དག། ལྷ་མོ་བཅུ་པའི་འོག་ལོ་བསྟན་ཏེ་དེ་མོ་ར་གི་ཁ་དོག་དེ་ལྗང་ཁུ་ཡོད་པའི་གི་དོན་དག་དེ་ཨ་ནི་ཡིན་སྲིད་དད་པའི་སྲུང་མས། དེ་ལས་རྗེ་བཙུན་སྒྲོལ་མ་ལོ་ཕྱག་གཉིས་ལས་གི་མིན། ད་ཕྱག་གཉིས་ཡོད་པའི་གི་དོན་དག་དེ་བདེན་པ་གཉིས་རྟོགས་པའི་གི་དོན་དག་ཡིན་སྲིད་སྲུང་མས། ད་བདེན་པ་གཉིས་ཟེར་བ་ད་ལོ་ཀུན་རྫོབ་གི་བདེན་པ་དང་དོན་དམ་བདེན་པ་ཟེར། ད་ནམ་རྒྱུན་དུ་ནང་པའི་གི་ཆོས་ནང་ལས་པ་རེ་ཚིག་ཀ་བདེན་པ་གཉིས་རེ་ཚིག་ཀ་བདེན་པ་བཞི་བས་དེ་ནི་པའི་དོན་དུ་ཡོད། བདག་རྟོག་དེ་བདེན་པ་ཉིད། བདེན་པ་ཉིད་དེ་ཀུན་རྫོབ་ཀྱི་བདེན་པ་དང་དོན་དམ་བདེན་པ། ནི་གཉིས་ཆར་ར། དེ་ལས་གཞོམ་པའི་བར་རྟོག་པའི་ཀྱི་དོན་དག་དང་རྟོག་ཟིན་པའི་དེ་བདག་ཅེས་ཞུ་དོན་གསུམ་པའི་ཧ་གོ་བའི་ཀྱི་དོན་དག་དེ་ཡིན་ཟེར་ཞོར་ནས། དེ་ལས་རྗེ་བཙུན་སྒྲོལ་མ་ཀྱི་སྐུ་གཟུགས་ལུགས་དེ་དང་རྒྱན་ཆ་ལས་ཤར་གྱི་ཡོད་ལ། ད་རྒྱན་ཆ་ལས་ཤར་གྱི་ཡོད་པའི་ཀྱི་དོན་དག་ག་གྱི་མོ་སོ་དང་ལུགས་ཚོགས་གཉིས་ཡོངས་སུ་རྫོགས་པའི་དོན་དག་ཡིན་ཟེར་གསུངས་མེད། ད་ཚོགས་གཉིས་ཟེར་བ་དང་ནི་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་ཟེར་མི་གཉིས་པའི་ཚིག་འདི་ཨ་ནི་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གཉིས་ཕྱ་ར་ལས་ཤུམ་པས་འདི་དག་རྫོགས་པའི་ཀྱི་དོན་དག་ཡིན་ཟེར་གསུངས་མེད་ད་བསོད་ནམས་ཀྱི་ཚོགས་ཡང་རྫོགས་ཡེ་ཤེས་ཀྱི་ཚོགས་ཡང་རྫོགས་པའི་ཀྱི་དེ་དོན་དག་ཡིན་པས་སྲི་ཞུ་འདས་པས་ནི་འདས་ཀྱི་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་རྫོགས་པའི་ཀྱི་མཚོན་བྱེད་ལོ་མིག་དེ་ད་རྗེ་བཙུན་སྒྲོན་མ་ཀྱི་སྐུ་གཟུགས་ལོ་རྒན་ཕྱ་ལས་ཤར་གྱི་ཡོད་པའི་ཀྱི་ཁུངས་དང་གོ་བ་དེ་ཨ་ནི་ཡིན་པས་སྲི་ཞུ་ནི། དེ་ལས་རྗེ་བཙུན་སྒྲོལ་མ་གྱི་ཞབས་གཡས་པ་དེ་མ་དུམ་བཀྲ་ཆེན་མ་བསྐྱངས་ཏེ་གུས་པའི་ཡུ་མོ་ཞིག་ལ། ཨཱ་ནི་བསྐྱངས་པས་གུས་དོན་མཐའ་དེ་དགའ་ཆེན་མོ་གསལ་བ་དང་ལུགས་སྒྲིབ་པ་གཉིས་སྤངས་པས་གུས་དོན་མཐའ་ཡིན་ཟེར་གསུངས་མེད་ལ། ད་སྒྲིབ་པ་གཉིས་དེ་ང་སྤྱོད་པ་ད་སྐྱོན་དང་ཡོན་ཏན་གསལ་བ་དང་ལུགས་སྐྱོན་གྱི་ཆ་དེ་ཡིན། དང་སྐྱོན། དེ་སྤུ་ལས་ཤ་གཅོད་པའི་ནང་ན་ལས་སྐྱོན་འདི་ཚུགས་བསྡུ་འོངས་པ་ཅན་གཉིས་ལོ་དུ་བཞག་ནས་ཡོད་དེ་ག་ཅི་ན་ལོ་དུ་མོ་ཉོན་མོངས་པའི་གི་དྲི་བ་དང་ཤེས་བྱ་གི་དྲི་བ་སེ་རྣམ་པ་གཉིས་པའི་ཡོད་པས་ཨ་ནི་གཉིས་ཀྱི་ནང་ན་ལོ་དུ་བཞི་ན་བས་དེ་ད་ཨ་ནི་གཉིས་ཆ་རང་མ་ལུས་པ་དེ་སྤངས་པའི་གི་དོན་དང་ད་སྤངས་ཟེར་བ་ཅན་སྐྱོན་ཐམས་ཅད་ཟད་པའི་གི་དོན་དང་ད་ནི་བས་དོ་རྗེ་བཙུན་སྒྲོལ་མ་ལུང་དེ་སྐྱོན་ཅི་ཡང་མེད་ཟེར་སྐྱོན་ཀུན་ཟད་ཡོན་ཏན་ཀུན་ཚང་ཟེར་བསླབ་པ་མེད་ན་ནམ་རྒྱུན་དུ་ཨ་ནི་བས་དོ་རྗེ་བཙུན་སྒྲོལ་མ་ཞབས། གཡས་པ་ལྡུམ་ར་གྱིས་མ་བཅངས་ཏེ་ཡོད་མེད་དེ་དེ་དག་བཅུ་ནི་ཀུན་གཟིགས་ཀྱི་དོན་དག་ཡིན་ཚུལ་གསུངས་མོད། དེ་ལས་ཞབས་གཡོན་པ་དེ། ཞབས་གཡོན་པ་དེ་ལྡུམ་ར་གྱིས་ཡར་བསྐུམ་བསྡད་ཀྱི་ཡོད་མོད་ཞེས་ལ། ཞབས་གཡོན་པ་དེ་ཡར་བསྐུམ་བསྡད་ཡོད་མེད་ཀྱི་དོན་དག་འདི་ག་ཕྱི་མོ་ཟེར་བ་བཞིན་སྐྱོན་དང་ཡོན་ཏན་གཉིས་པོའི་བརྡ་ལུགས་དང་ཡོན་ཏན་ཐམས་ཅད་མ་ལུས་པ་ཚང་བའི་ཀྱི་དོན་དག་ཡིན། ད་རྗེ་བཙུན་སྒྲོལ་མ་ལུགས། ད་ཤེས་བྱའི་ཀྱི་ཡོན་ཏན་ཐམས་ཅད་མ་ལུས་པ་ཚང་བའི་ཀྱི་དོན་དག། ད།

ཚོགས་དང་ཐུན་མོང་གི་དངོས་གྲུབ་དེ་མ་གནང་བའི་གི་དོན་དག་ཡིན་ལ། ད་ནམ་རྒྱུན་དུ་ང་ཆེ་བེ་རོ་ཡ་མི་དེ་སུ་ལོ་ད་ག་ཅི་ར་སྦྱིན་དེ་བེ་སོ་ཅི་རུང་ག་ཅི་ར་ཕུལ་དེ་བེ་སོ་ཅི་རུང་ཆགས་དེ་ཨ་ནེ་ཚ་ཆེ་བེ་ཕུལ་གོ་ལ་ཨ་ནེ་བེ་མ་ཁ་བུབ་དེ་མེ་མ་བེ་ཆེ་ན་ཨ་ནེ་བེ་མ་ཕུལ་གོ་ཨོ་སི་ཞོ་ནི། ད་ཨ་ནེ་བེ་ནི་ད་ཐུགས་རྗེ་བརྩོན་སྒྲོན་པ་གི་ཆགས་དེ་ཨ་ནེ་བེ་ཡོད་མེད་དེ་ད་ང་ཆེ་སེམས་ཅན་ཐམས་ཅད་ལོ་ཚོགས་དང་ཐུན་མོང་གི་དངོས་གྲུབ་དེ་མ་གནང་བའི་གི་དོན་དག་ཡིན་པས་དེ་བེ་ནི་དེ་གི་ཨ་ནེ་གི་ཕྱག་མཚན་གི་མིང་དེ་ལོ། མཆོག་སྦྱིན་ཕྱག་རྒྱ་སེ་ཧོན་བདེ་བའི་ཞུགས་ཡིན་པས། དེ་ལས། ཕྱག་གཡོན་དཔལ་གྱི་དོན་དག་འདི་ལ། ཕྱག་གཡོན་དཔལ་གྱི་དོན་དག་འདི་ཀའི་ཕྱག་རྒྱ་འདི་ལོ་མིང་ག་ཅི་བྱུང་མ་ཟེར་བ་ཅིང་སྐྱབས་སྦྱིན་གྱི་ཕྱག་རྒྱ་སེ་ལ་བས། ད་སྐྱབས་སྦྱིན་གྱི་ཕྱག་རྒྱ་ཟེར་བ་དག་ལོ་སྐྱབས་དང་གུ་ཡོན་མཛད་པའི་གྱི་དོན་དག་ཡིན། ད་སེམས་ཅན་ཐམས་ཅད་ལོ་སྐྱབས་དང་གུ་ཡོན་མཛད་པའི་གྱི

ད་མེ་ཏོག་ཨུ་པལ་ལ་ཡིན་པས་བང། མེ་ཏོག་ཨུ་པལ་ལ་ཡོད་པའི་གི་དོན་ཐ་དད་ད་གཉིས་ཡི་དེ་གཅིག་པས་དེ་དེ་བས་གསུངས་ཏེ་གི་འདུག། ད་ཅེས་ཏེ། རྗེ་བཙུན་སྒྲོལ་མ་མོ་རང། འཁོར་བའི་གི་འདམ་གི་ནང་ན་ལུ་འདོད་དེ་གི་བས་སོ་ཞུགས་དེ་བས་སོ་ཅི་རུང། དེ་འཁོར་བའི་འདམ་གི་དྲི་མ་གི་མ་གོས་པ། ད་འཁོར་བའི་གི་འདམ་ཟེར་དོ་སྒྲིབ་པ་གཉིས་དུ་ལུ་ཞུགས་ཡིན། ད་འཁོར་བའི་གི་འདམ་ཟེར་མེད་དེ་འདྲི་བ་གཉིས་འདི་ལོ། དེ་རྗེ་བཙན་སྒྲོལ་མ་མོ་རང་ཁོ་རོའི་གྱི་ནང་ན་ལོ་ཞུགས་དེ་གི་བས་ས་བཅུ་རུང་དེ་མོ་རང་གི་ཐུགས་ལོ། ད་འདྲི་བ་གཉིས་གི་མ་གོས་པ་ཧིན་སང་སང་བས་དཔེར་ན་མེ་ཏོག་ཨུ་པེ་ལ་དེ་དཔེར་ན་ང་ཆེ་མ། ད་མེ་ཏོག་པད་མ་གི་རིགས་ལ་སོགས་པ། དེ་དམ་པ་ན་ལོ་སྐྱེས་ཡོང་བས་དམ་པ་ན་ལོ་སྐྱེས་དེ་གི་བས་ས་བཅུ་རུང། མེ་ཏོག་པད་མ་ལོ་འདམ་བག་གི་དྲི་མ་གོས་ནི་མེད་ཟེར་བས། ཨཱ་ནི་གསུམ་པོ་མཚོན་བྱེད་ལོ་མིག་བཏེགས་པའི་རྗེ་བཙུན་སྒྲོལ་མ་གིང་ཆགས་ལོ། དེ་མེ་ཏོག་ཡོད་པའི་གི་རྒྱུ་མཚན་དེ་ཨཱ་ནི་ཡིན་པས། དེ་ལས་སྤྱིའི་ལུས་པའི་བརྡ་ལོ་དོན་དག་སྤྱི་ཡི་དེ། མེ་ཏོག་ཡོད་པའི་གི་རྒྱུ་མཚན་དེ། སེམས་ཅན་ཐམས་ཅད་ལོ་དགའ་བ་སྦྱིན་པའི་གི་དོན་དག་ཡིན་ཟེར། སེམས་ཅན་ཐམས་ཅད་ལོ་དགའ་བ་སྦྱིན་པའི་དོན་དག། མེ་ཏོག་པད་མ་མེ་ཏོག་གི་རིགས་དེ། ང་ཅི་སེམས་ཅན་དེ་ཡོད་ཚད་ཅིག་གི་དགའ་བོ་བས་དོ་བ་དེ་སྨྲོས་ཤིག་ལ། ཨཱ་ནི་བས་ནི་དེ་གི། ད་མོ་གིང་ཆགས་ལོ། མེ་ཏོག་རྣམས་དེ་ཡོད་མེད་དེ། སེམས་ཅན་ཐམས་ཅད་ལུས་དེ་མོ་གི་དགའ་བ་སྟེ་དེ་པའི་བྱིན་ནི་ཡོད་པའི་ཀྱི་དོན་དག་འདས་པའི་ཡིན་པས་སེ་ཞོ་ནི། གདན་ལ་ཡང་རྗེ་བཙུན་སྒྲོལ་མ་བཞུགས་ས་ཀྱི་གདན་འདི་དེ་མ་མེ་ཏོག་པད་མ་ཡིན་པས་པདྨོ་ལ་མེ་ཏོག་པད་མའི་ཀྱི་དོན་དག་ཡིན་པས་ད་མེ་ཏོག་པད་མ་ཅི་འདུག་དེ་ལྟར་མེ་ཏོག་པད་མའི་ཀྱི་གདན་མཐོ་ག་ལ་བཞུགས་དགོས་པའི་རྒྱུ་མཚན་ག་ཕྱི་མོ་ཟེར་བ་བཞིན་ངེས་འབྱུང་གི་དོན་དག་ཡིན་སྲིད་ད། ད་ངེས་འབྱུང་སེ་ལ་མི་དེ་ག་ཕྱི་མོ་ཟེར་བ་བཞིན་ཅི་ད་ངེས་འབྱུང་སེ་མོ་དེ་ད་མྱང་འདས་སེ་ལ་གོ་ཡིན་ད་མྱང་འདས་ཟེར་མེད་ད་སངས་རྒྱས་ཀྱི་གོ་འཕང་བཅུ་ལ་གོ་བོ་ཤ་རེད་བཏུབ་ད་འང་ནས་ངེས་འབྱུང་གི་དོན་ཟེར་དོར་ད་སངས་རྒྱས་ཀྱི་གོ་འཕང་ཐོབ་འདོད་ཀྱི་བསམ་པ་ཀུན་སློང་ཡོད་མི་བྱེད་ལོ་ངེས་འབྱུང་གི་བསམ་པ་འཁོར་བའི་གི་སྡུག་བསྔལ་གྱི་ཆོས་འདི་ལོ་སྐྱོ་ཤས་དང་དེ་ལས་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་གོ་འཕང་ཐོབ་འདོད་ཀྱི་བསམ་པ་བྱེད་ལོ་ངེས་འབྱུང་གི་སེམས་པ་ལ་བསླབ་ད་ད་འང་ནས་བས་ནས་དེ་གི་ད་རྗེ་བཙུན་སྒྲོལ་མ་ལུགས་ད་འང་ནས་ཡོད་པའི་གི་གདོང་མཐའ་ཡིན་པས་ལ། དེ་ལ་དེའི་ཐོག་ཁ་ལོ་ཟླ་བ་གཅིག་འདུག་བ་མོ་ཞིག་ལ་ཟླ་བའི་དགེ་ལྡན། ད་ཟླ་བའི་དགེ་འདུན་ཐ་ཡོད་པས་ཏེ་དེ་མོ་རང་གི་ཇུས་ལོ་སྙིང་རྗེ་ཆེན་པོ་ཡོད་པའི་དགེ་འདུན་ཐ་ཡིན་པས་སེམས་ཅན་ཐམས་ཅད་ལོ་ཆགས་དང་ཉེ་རིང་མེད་པ་བཏང་སྙོམས་ཀྱི་ངང་ལོ་ཡོད་ཚད་སྨོས་ཅི་ལོ་གཅིག་མཚུངས་པས་ཏེ་ད་ཐུགས་རྗེ་ཆེན་པོ་དགེ་སེལ་བའི་དགེ་འདུན་ཐ་དེ་སྙིང་རྗེ་ཆེན་པོ་ཡོད་པའི་དགེ་འདུན་ཐ་དེ་དེ་བས་ཡིན་པས་སེལ་ཞུ་ནི་ཡིན་ལ། དེ་ལས་ད་ཇུས་རང་རྗེ་བརྩོན་འགྲུས་མ་མོ་རང་གིས།

སྐུ་ཡི་ན་བཟོད་ན་བཟོད་གསུམ་སྤྱོད་པའི་བར་གྱིས་ནི་བཅུ་དྲུག་ལང་སོ་ལ་བབ་པ་ཡིན་པས་དེ་བཅུ་དྲུག་ལང་སོ་ལ་བབ་པ་ཡོད་དགོས་པའི་རྒྱུ་མཚན་འདི་ཡང་བསྟན་པ་དང་འགྲོ་བས་ཀྱི་དོན་མཛད་ཐུབ་པས་ཀྱི་དེ་དག་ནུས་པ་ཡོད་པས་ཀྱི་དོན་དག་ཡིན། སྡེ་པའི་གསུང་དོན་གྱི་བའི་དུ་སོལ་ཞོ་ནི་ཡིན་ལ། དང་ཨ་ནེམ་སྐྱིད་ཀྱིས་རྗེ་བཙུན་སྒྲོལ་མ་ཀྱི་སྐུ་གཟུགས་དང་བྲལ་བར་ཟེར་ན་ཡང་འདྲ། ཕྱག་མཚན་དང་བྲལ་བར་ཟེར་ན་ཡང་འདྲ། ད་སྡེ་ཀྱི་འགྲེལ་བཤད་ད་ད་རང་གི་ཤེས་ཤེས་མཐོང་མཐོང་གཅིག་མདོར་བསྡུས་པའི་ཞུ་བ་ཅན་ད་སྡེ་པའི་ཡིན་པས་སོལ་ཞོ་ནི་ཡིན་ལ། ད་ཨ་རིམ་གཅིག་གིས་རྗེ་བཙུན་སྒྲོལ་མས་ཀྱི་སྐོར་ལས། དེ་ལྟར་རང་གི་ཤེས་བྱེད་ཐོང་ཐོང་གཅིག་ག་ར། དེ་དག་འཇུག་འདུག་པས་ཞུ་ཚ་ཡི་སི་ཞོ་ནི་ཡིན་ལ། ད་དེའི་ཤུ་ལས་དེ་དག་ག་ཅིག་ཞུ་གོ་བདུག་ག་དེ་ནག་པོ་ལོ་ག་ཅིག་ཕན་ཐོ་འོང་ནི་མེད་ག་དེ་ནོགས་སི་ཐང་དེ་གིན་པའི་ང་གི་རིན་པ་ཞིག་འདུག་པས་དེ་ཤེས་བྱེད་ཐོང་ཐོང་གཅིག་དེ་ཞུ་དེ་ར་དེ་འོང་སི་ཞོ་ནི་དེ་ལས། གློག་བརྙན་དེ་རང་གི་གཟིགས་པའི་སྐབས་སུ་གཟིགས་པའི་ལྕམ་གྱི་ཞག་ནི་མོན་པ་བེ་ཞིག་ན་དུམ་འདྲ་རེ་མ། དེ་དག་ཡིག་ཐོག་ལུ་གུའི་གནས་སུ་རལ་གྲ། དེ་དག་ཤེས་ཡོན་གྱི་རྣམ་པ་ལུ་མཚོན་ཞིག་ན་བེ་བྱང་སྟེ་གི་བེ་ཀ་དྲི་ལྕགས་ན། བེ་བེ་ར་དེ་དུམ་འདྲ་ཅིག་སེམས་བེ་ཀོ་ཞག་ནི་བེ་བ་ཅིག་ན་ག་ནས་ཕན་ཐོག་མིན། དེ་དག་སེམས་བེ་ཀི་ཐམ་པ་ལུ་དུམ་འདྲ་ཅིག་མ་མ་ཅིག་བེ་ཆགས་ལྷབ་དོ་ཟུམ་བེ་དེ་བེ་བ་ཅིན་དེ།